གཅིག་ཅན་བས་ཀྱི་ལོ་རྒྱལ་བོ་གིས་ཚང་མ་འདི་ནས་མེད་དང་ཨ་ཁུ་ཚིག་ཤོད་ཨ་འདི་ནས་འདི་རྗེས་ལ་ཡ་འདྲེ་ར་འདུན་ལ་ཡ་ཕེ་ཅེས་ད་ལྟ་ས་སྐྱའི་བཙོན་དགོན་རིན་ཆེན་ཆུས་གླིང་ལ་ཡ་ཆོས་སྒོ་ལ་ཞུགས་ཨ་ནི་ཕ་ནི་འདི་འདྲ་རྒྱལ་བ་འདུག་ཟེ་ཡ་ཐོན་ན་ཨ་ཉིས་སྟོང་བཅོ་ལྔ་ལོ་ལ་ཡ་བར་ནས་སི་ལ་ཡ་འདུག་ཟེ་དུས་ཞུགས་གནང་རྗེས་ཨ་ཉིས་སྟོང་ཉིས་རྩ་གཉིས་ལ་ཡ་ཤ་སིར་ཐོན་ཉིས་རྩ་བཞི་ལོ་ལ་ཡ་ད་ད་ད་ཁ་སིའི་ངེད་ཅག་རང་རེད་ཨ་ནི། བོད་ཀྱི་ལོ་རྒྱུས་དང་ལག་ན་ཤིན་ལེགས་ཅང་ད་ག་ད་ལོ་རྒྱུས་རིག་པའི་ཐོག་ལ་ཡག་འདུག་ཨ་ཅར་ཡ་ཐུན་ནང་ཆེ་ཨ་ནི་ད་ལྟའི་ཆ་ལ་ཡིན་ན་ཨ་ནི་བོད་ཡུལ་ལ་ཡ་ད་ག་ས་འདུག་ས་ཡ་བཞུགས་གནང་ཤག་ཨ་ནི་ཁོང་གི་ད་ད་ད་བར་དུ་ཁ་ཤུགས་རེད་ཕྱག་ལས་དགྲ་བོ་དེ་གར་ནག་ཟེར་ན་དེ་གཅིག་གི་སློབ་གྲྭ་འདིའི་ནང་ལ་བཞུགས་ཡོད་གི་ནང་ལ་ཡ་རིག་ལབ་དོད་དྲེགས་པའི་ཨ་ནི་རྩོམ་འབྲི་པ་ལོ་བཞི་ཟེར་གནང་ཤག་ད་ག་ནང་ཤིན་གཅིག་གི་སློབ་གཉེར་བ་ནང་ཁུལ་ཕན་ཚུན་ལ་ཡ་རྩོམ་གྱི་སྒྲོག་སྦྱང་གནང་ཡག་རེད། དག་ནང་བཞིན་ལ་དྭགས་ལ་ཡག་ནི་གཅིག་གི་ཁར་ཤོག་རེད International Association of Ladakh Studies ཨིན་གྱི་ཚོགས་འདུ་ཐེངས་བཅུ་དགུ་པ་ལ་ཡི་མཉམ་ཞུ་གནང་ནས་དཔྱད་རྩོམ་སྒྲོག་སྦྱང་གནང་ཡ་ལ་སོགས་པ་དེ་འདྲས་རེད་ཤག་ཨོ་ཞོ་ཡ་ཡིན་ཨ་ཁོང་གིས་དགར་ཤོག་རེད་བརྗོད་གཞི་དེ་གློག་ཡུ་ཁུལ་གྱི་རྡོ་བརྐོས་དང་བྲག་ཕུག་གི་སྐོར་ངོ་རང་གིས་ད་ཕ་ཡུལ་གློག་ཁུལ་ལ་ཡོད་པས་རྡོ་བརྐོས་དང་བྲག་ཕུག་གི་སྐོར་དེ་གས་འདུག་ཟེར་ཡ།

ངོ་སྤྲོད་མདོར་བསྡུས་ཤིག་ཞུ་དགོས་བསམ་ཅི་ལྟར་འདི་དེ་ཞུ་དགོས་ཡོད་མ་རེད་བསམ་གྱི་འདུག་དེ་ལ་ལོ་རྒྱུས་མཁས་དབང་དང་ལོ་རྒྱུས་ཉམས་ཞིབ་པ་གཉིས་ལས་ཆ་དེ་ཡོད་རེད་བྱས་ཙང་ནི་བོད་དང་ས་འབྲེལ་གྱི་ས་ཆ་དེ་ཚོ་མ་མཁྱེན་པ་ཡོད་མ་རེད་བསམ་གྱི་འདུག་ཡིན་ན་ཡང་འདི་ནང་ལོགས་ལ་ག་ཚད་ཐུགས་སྣང་མ་བྱུང་གི་ཁ་ཤས་འབྱོར་བྱུང་ཡིན་ན་ཡང་ངེད་ཀྱི་དྲ་འབུ་དང་དོ་གེ་ཞིག་མ་རེད་དེ། ཨ་ནི་ཡང་ས་ཆ་ག་བ་ཡིན་མ་མཁྱེན་ཟིན་ན་དོ་མཁྱེན་ཙམ་བྱ་ས་རེད། ཨ་ནི་ད་ངོ་སྤྲོད་མདོར་བསྡུས་དེ་ག་རེད་ཟེར་ན་ཨ་ནི་བློ་བདེའི་ཁོ་རང་གི་ས་ཆའི་ཕྱོགས་ཀྱི་ཆ་ནས་ཨ་ནི་བལ་ཡུལ་གྱི་བྱང་ཕྱོགས་དང་ཨ་ནི་བོད་ཀྱི་ལྷོ་ཕྱོགས་ཆགས་ཀྱི་ཡོད་རེད། ཨ་ནི་ད་བོད་དང་སངས་རྒྱས་པའི་གཞིས་ཀ་རྩེ་དང་པོ་རྫོང་དང་ཁབ་ཏུ་འབྲེལ་བ་དེ་འདྲ་ཆགས་ཀྱི་ཡོད་ས་རེད། དེ་ནི་ད་ཁོ་རང་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཞི་བཅུ་སྟེ་བ་ནས་ཨ་ནི་ག་ད་ལྷ་ཤའི་རིང་ལ་ཁོ་རང་སྡང་ཚན་ཅན་གྱི་རྒྱལ་ཕྲན་ཅིག་ཡིན་པ་དང་ཨ་ནི་དུས་རབས་བཅོ་བརྒྱད་པ་སྤྱི་ལོ་ཆིག་སྟོང་དྲུག་བརྒྱ་བརྒྱ་ཆུ་གྱ་དགུ་སྟེ་བ་ནས་ཨ་ནི།

ཨ་ནི་དྲག་པོ་འདི་ལ་རྟ་དོར་བའམ་རྟ་བཞག་པ་དེ་འདྲའི་རིགས་བྱ་རེས་དེ་འདྲའི་ལ་ངེས་འདུག་ཡང་ཁ་ཤས་གར་ན་རྟ་ཁ་ན་དེ་དམར་རྫོང་དྲག་པོ་ལས་འདི་གའི་འགྲམ་ལ་གར་རྟ་ཉེ་བོ་ཉེ་བོ་གར་ན་བོན་འཁོར་ལ་ནི་དེ་འདྲའི་བོན་གྱི་ཨ་ནི་མཁར་རམ་གདན་ས་དེ་འདྲའི་ཆེན་པོ་རེད་པ་ཁོ་ཚོ་བྱེད་དགོས་རེད་གར་ན་གྱང་རོ་ལྷག་དེ་ཡོད་རེད་གྱང་རོ་དེ་དཔེ་མི་སྲིད་ཀྱི།

ད་འདི་ཀ་བུམ་སྒྲ་བརྗོད་ན། ཀ་བུམ་ཁོ་རང་ཡང་བྱ་ཚང་གྲུབ་པ་དང་ཨ་ནི་ཕྱོགས་བཞི་ཀ་ལ་རྣམ་རྒྱལ་མ་དང་སྤྱན་རས་གཟིགས་ཐུགས་རྗེ་སེམས་དཔའ་བདེ་གནས་ཀྱི་དེ་བི་ཡོད་པ་ཨ་ནི། ཀ་བུམ་མཆོད་རྟེན་གྱི་འོག་དེར་ཆ་ཚང་དེ་ནས་ལྷ་སྐུ་ཡོད་པ་དང་ཨ་ནི་ཐོག་ལ་རྒྱ་ཆེན་རིགས་བཞི་དང་དཀྱིལ་འཁོར་དང་དེ་ནས་ཡོད་པ། ད་འདི་ཚོ་བསམ་བློ་བཏང་ན། དེ་འདས་ཀྱི་ད་ག་ལོ་རེ་རི་མོ་མཚན་ལྡན་དང་ཨ་ནི་དེ་འདས་ཀྱི་ག་ལོ་རེ་མཚོན་དོན་དང། ད་འདི་ཁོ་ཚོ་ཡི་ཁ་ཤས་ག་ལ་ཧོས་ན། གཞན་པ་ཕྱི་ལོག་ལ་ཡོད་དེ་ཚོ་ལ་མཆོད་རྟེན་ལ་གོ་རེད་དྲ་བོ་ནང་ལོག་ལ་མཆོད་རྟེན་ཡོད་པ་དེ་ལ་དཀའ་བུ་ལ་གོ་རེད་ད་འདི་ག་རེད་ཟེར་ན་ཨ་ནི་མཁས་དབང་དེ་འདྲས་དང་ད་མི་སྣ་ཁག་ཅན་དེ་འདྲས་ཀྱིས་ཨ་ནི་སྐུ་གདུང་ལ་ངོས་འཛིན་ཞུ་འདུག་ད་དེ་འདྲས་ལ་ཚང་མ་ནི་ད་འདི་དཀའ་བུམ་དེ་ལ་མིང་གཅིག་པ་དུར་ས་ལས་ར་དུར་ས་འདི་ད་གཞན་ས་མ་ཉམས་ལ་བྱ་དེ་ར་ད་འདི་ཁོ་ཚོས་ཀྱི་སྐུ་གདུང་རེད་ངོས་འཛིན་བྱེད་དེ་ཚང་མ་ནི་ཡང་འདི་བསམ་བློ་བཏང་ཆོག་ཞེས་རེད་བཞག་ཟེར་འདི་རེད་དོ་ར་ད་འདི་ནི། ད་དེ་ནས་ཅི་ལྟར་ནི་བཀའ་བོན་འདི་ནས་བློ་ལ་ད་ལྟ་དུས་ཡུན་ཚོད་ཡོད་པ་དེ་ནས་ང་ཚོའི་གཞུང་དུ་ད་ཆ་ཚང་བ་ཡོད་རྒྱུ་དང་ད་ལྟའི་ཨ་ནི་ཡང་མི་དེ་ཚོ་བྱ་དགའ་དང་རོལ་དང་དེ་ཚོ་ཨ་ནི་ངས་ད་ནི་འདི་བྱ་གི་འདུག་ད་དྲག་པོ་ན་རོ་ནི་ཨ་ནི་གསུམ་པ་དེ་གར་ས་ན་དུར་སའི་སྐོར་དེ་རེད་ད་ཡང་དྲག་པོ་ཡིན་པ་ལ་ཡང་དྲག་པོ་དེ་ཡང་དུར་ས་ལ་དེ་ནི་བཟོས་བྱས་ལ་ད་དེ་ལ་རྫོང་གུ་རེ་དང་གོང་པོའི་ཕུག་བསམ་རྫོང་ཕུག་ཨ་ནི་མེབ་རག་ད་སྔོན་ཅི་ན་མེ་བྲག་ཡིན་ས་རེད་ན་ད་ང་ཚོའི་རྒྱང་ཤོག་ལའང་ན་ཞིག་གི་མེབ་རག་ཟེར་ཁོ་རང་ཚོའི་མི་མང་གི་ཁ་ལ་མེབ་རག་ཟེར་བའི་ལ་ཡིན་ད་ལ།

ད་ལྟ་བོད་ང་ཚོ་མི་དཀྱུས་མ་ཡིས་སྒྲུབ་མ་ཐུབ་པ་དེ་འདྲ་ཆགས་བསྡད་རེད་ཕྱི་རྒྱལ་གྱི་མིས་ཁོ་རང་ཚོ་དེ་འདྲའི་རིགས་གང་ལ་མཛའ་ཡས་ཀྱི་བོད་དྲང་པ་ཡོད་པ་དང་དེ་འདྲ་རང་ལ Professional ཡིན་རྒྱུ་དེ་འདྲས་དང་ཁོ་ཚོ་ལག་ཆ་ཆ་ཚང་ཡོད་རྒྱུ་དེ་འདྲས་མ་གཏོགས་མཛའ་མ་ཐུབ་པ་དང་མི་དམངས་དཀྱུས་མ་གྱིས་དེ་འདྲས་སྒྲུབ་མ་ཐུབ་པ་དེ་འདྲས་ཆགས་ཡོད་དེ་ལ་ད་བསམ་ཚུལ་འདྲ་པོ་སྒྲོགས་ཤེ་ན་ཨ་ནི་ཁོ་མི་གྲར་ཉི་ཤུ་དང་ཉི་ས་ལྔ་བར་དེ་འདྲས་བཞག་ཡོད་དེ་ད་ད་འདི་ལ་དྲ་འབུ་སྒྲོགས་གཉིས་སྒྲོགས་ཤེས་བྱུང་འདུག་ནང་ལོགས་ལ་འཛུལ་བ་ཤེ་ན་གཉིས་ད་གཉིས་ནང་ལོགས་ནས་ཁོ་ཚོས་ཀྱི། ལྕགས་ལ་ག་རེ་རག་རྒྱུ་དང་ནི་རུ་སྒོ་རག་རྒྱུ་ཆ་ཚང་ཁོ་ཚོས་ཀྱི་ཞིབ་འཇུས་བྱེད་དུས་ཚང་མ་ནི་རུ་སྒོ་ཨ་ནི་བརྒྱ་ལྷག་ཟེར་ནས་འབྱོར་འདུག་ཚང་མ་འབྱོར་ནས་ཨ་ནི་ཁོ་ཚོ་ཆ་ཚང་ཚུར་དུ་རུབ་འགྲོ་བྱས་ད་ཞིབ་འཇུས་བྱེད་དུས་ག་རེ་བྱ་དེ་ལ་ནི་ད་རུ་སྒོ་དང་ད་ལྕགས་ལ་དེ་ཚོ་ཚང་མ་ལ་དོ་ཞིབ་འཇུས་བྱས་དེ་བསྡད་དུས་སྐད་ཆེན་པོ་རེད་དེ་ཡིན་ན་དམིགས་བསལ་གྱི་ག་རེ་རེད་ཟེར་ན་ཨ་ཁོ་ཚོ་དེ་དུར་ས་ཡིན་ཚང་མ་ནི་ཁོ་ཚོས་ག་འདྲས་རྙེད་དེ་ལ་ནི།

ཀ་ཟི་སྟན། འདི་ཚོ་ཆ་ཚང་ལ་དེ་ནས་གསེར་གྱི་དོང་པ་རྙེད་བཞག་ཡོད་རེད། བྱས་ཙང་ཨ་ནི། ད་འདི་གི་དུར་པའི་བྱེད་སྟངས་དང་ཨ་འདི་ནི་མ་ཆགས་སྟངས་ཕར་ཕྱིན་ཅང་ཆོག་འདི་ཚོ་ཨ་ལ་འབྲེལ་བ་འདུག་ད་འདི་ནས་བཞག་ཡོད་རེད། ད་འདི་རོ་བྱས་བྱས་ན། ད་འདི་ཚོ་ཆ་ཚང་ད་དྲ་ཕུག་འདི་ཚོ་ཆ་ཚང་དུས་རབས། བཅུ་བ་ནི་བཅོ་ལྔ་འདི་འདྲའི་ནས་པ་ཆགས་ཡོད་རེད་ད་དུར་ས་འདི་ཚོ་དུས་རབས་བཞི་པ་འདི་ཚོ་ཆགས་ཡོད་རེད། ད་འདི་འདི་ག་ནང་བཞིན་ཨ་ནི་ཡང་མེ་བར་ནས་འདི་འདྲ་མང་པོ་རྙེད་ཡོད་རེད།